ཚང་མ་གི་དོ་སྣང་ཆེན་པོ་གཅིག་ཡོད་པ་ད་མི་རྒྱས་སུ་སྤྱི་བཏང་གི་ད་མང་པོ་རེད་རེད་བ། མང་པོ་ཞིག་ཡིན་ན་ལས་དག་ཅིག་ཡང་དོན་དག་ཆེན་པོ་ཞིག་གི་ཐོག་ནས་བསྡུར་བ་ཡིན་ན་ཡང་མི་རྒྱས་སྟེགས་ཚུལ་གཅིག་ཉུང་འདྲ་བ་ཅིག་རེད་བ། དེ་གང་ལྟར་རང་བྱུང་འཇིག་པ་ཆེན་པོ་གཅིག་བྱུང་བ་རེད་ད། ལུང་པ་གཅིག་ལ་ཆ་བཞག་ན། ཁྱིམ་ཚང་གཅིག་ལ་ཆ་བཞག་ན་ཁྱིམ་ཚང་གཅིག་གི་མི་མང་པོ་ཞིག་ར་ཞིག་ཡོད་རྒྱུ་རེད། དེ་རེད་འདྲ་ཡིན་ཙང་ང་ཚོས་དེར་གདུང་སེམས་མཉམ་བསྐྱེད་བྱེད་དགོས་ཀྱི་འདུག་དེ་དང་མཉམ་དུ་ནི་ཚང་མས་སྔོན་དབང་སྨོན་ལམ། དེ་འདྲས་གནང་རོགས་གནང་ཞུ་རྒྱུ་དེ་འདྲས་ཅིག་རེད། ད་དེ་དེ་རིང་ང་ཚོ་བོད་པ་ཚོས་ཀྱི་དེ་ནས་མང་པོ་ཅིག་གི་ད་དྲ་ཐོག་ནས་བསྐུར་བསྡད་ཀྱི་འདུག་དེ་དོ་སྣང་ཆེན་པོ་ཅིག་བྱེད་བསྡད་ཀྱི་འདུག་བ། ཡིན་ན་ལ་ད་འཛམ་བུ་གླིང་གི་དེ་རིང་གནས་ཚུལ་ཆེ་ཤོས་དེ་ག་རེ་རེད་ཟེར་ཞུས་པ་ཡིན་ན་ལྷན་རྒྱས་རྣམ་པ་འཛམ་བུ་གླིང་གི་དེ་ནས་གནས་ཚུལ་ཆེ་ཤོས་དེ་ད་ཡུཀ་རེན་གྱི་ཁ་སང་ཨ་ནེ་དོན་དག་ཆེན་པོ་ཅིག་འགྲུབ་བཞག་འདུག་བ་ངས་ངས་ཟླ་དགོང་ཁྱེད་རྣམ་པ་ཚོ་སྟབས་བདེ་བོ་ཅིག་ཅིག་བཤད་ཡོད་བསམ་བསམ་རེ་བྱུང་སོང། ཡུཀ་རེན་རྒྱལ་ཁབ་ཀྱིས་ཁ་སང་སྟེ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོའི་ཟླ་བ་དྲུག་པའི་ཚེས་པ་གཅིག་གི་ཉིན་པར་དེ་ལ་འཛམ་བུ་གླིང་ཚང་མས་དོ་སྣང་ཆེན་པོ་བྱེད་སའི་གི་གསར་འགྱུར་ཆེ་ཤོས་དེ་ག་རེ་རེད་ཟེར་ན། ཡུཀ་རེན་གྱིས་ཨུ་རུ་སུའི་གི་མངའ་ཁོངས་ལ་གཏོར་རྒོལ་ཚབས་ཆེན་པོ་བཏང་སྟེ། ཡུཀ་རེན་དང་ར་ཤི་ཡ་གི་དམག་འཁྲུག་འདི་བྱུང་ནས་ལོ་གསུམ་གྱི་ནང་ལ་ཨུ་རུ་སུ་ལ་ཉི་མ་གཅིག་ལ་དཔལ་འབྱོར་གྱི་ཐོག་ནས་གྱོང་གུད་ཐེབས་པ་ཆེས་ཚབས་ཆེ་ཤོས་དེ་ཁ་སང་རེད། མི་མང་པོ་ཅིག་གིས་དེ་འདྲ་བཤད་གི་འདུག་ག་རེ་ཐེབས་པ་རེད་ཟེར་ན་ཡུཀ་རེན་གྱི་མི་མེད་གནམ་གྲུ་བརྒྱ་དང་བཅུ་བདུན་ཙམ་ཅིག་བཏང་ནས་ཨ་ནི་ཨུ་རུ་སུ་གྱི་གནམ་གྲུ་ཐང་མང་པོ་ཅིག་ལ་ཕར་རྒོལ་བྱས་ནས་ཨུ་རུ་སུ་གྱི་དམག་གི་བེད་སྤྱོད་བཏང་ཡག་གི་གནམ་གྲུ། འབྲུ་དང་ཡང་བཞི་ཙམ་གཅིག་ལ་ལྟོ་སྒོར་བཏང་བྱ་ཟིན། གནམ་གྲུ་དང་བཞི། གནམ་གྲུ་དང་བཞི་ལ་མི་མེད་གནམ་གྲུ་བརྒྱ་ལྷག་ཙམ་གྱི་ལྟོ་སྒོར་བཏང་ཡོང་དུས་བཏང་བཏང་དེ་ག་འདྲའི་བཟོས་འདུག་ཟེར་ན་མི་མེད་གནམ་གྲུ་ཐད་ཀར་ཡུག་རེན་གྱི་ས་ཆ་ནས་འཕུར་ཡོང་ནས་ཨུ་རུ་སུའི་ས་ཆར་རྡོ་སོལ་ཅན་བརྒྱབ་ཡོང་བ་དེ་འདྲས་རེད་མི་འདུག་དེ་འདྲས་རེད་མི་འདུག་ཨ་ནེ་མི་མེད་གནམ་གྲུ་དེ་ཚོ་ཡུག་རེན་གྱི་གསང་བའི་ཐོག་ནས་ཧ་མ་གོ་བའི་ཐོག་ནས།

ལྷན་རྒྱས་རྣམ་པ་སྲུང་འཁོར་ཟེར་ན་ག་རེ། རྒྱ་སྐད་ཀྱི་ཧོའོ་ཁྲི་ཟེར་ཡག་གི། སྐྱ་ལག་སྐད་ཟེར་གི་དེ་འདྲ་རླངས་འཁོར་ཆེན་པོ་ཡོད་རེད་པ་དེ་ལ་སྲུང་འཁོར་ཟེར་གི་རེད་སྲུང་ཟེར་ན་ང་ཚོ་བོད་སྐད་ཀྱི་སྐྱ་ལག་ཟེར་གི་རེད་པ། དེ་འདྲ་ཡིན་ས་སྲུང་འཁོར་ཆེན་པོ་དེ་འདྲའི་ཁ་ཤས་ཅིག་གི་ཐོག་ལ། ཨ་ནི། ཐ་ན་ཁ་ལོ་བ་ཁོང་ཚོས་ཡང་ལྟ་དེ། མི་མེད་གནམ་གྲུ་དེ་ཚོ་ག་འདྲས་བྱས་ན་ཁོང་ཚོའི་རླངས་འཁོར་རྣམས་ལ་བཞག་ཡོང་པ་འཛུལ་ཡོང་པ་ཧ་གོ་ཡོད་མ་རེད་ཟེར་གི་འདུག་ད། དེ་འདྲས་བྱས་ནས་ཨོ་རུ་སུ་གི་རླངས་འཁོར་མང་པོ་ཅིག་གི་ནང་ལོགས་ལ། མི་མེད་རྣམ་གྲོལ་དེ་ཚོ་འཛུལ། དེ་ནས་རྣམ་རླངས་འཁོར་དེ་ཚོ་ད་ལྟ་རྣམ་གྲོལ་ཐང་གི་ཉེ་འཁོར་ལ་སླེབས་ཡོང་དུས་སྐབས་ལ་ཨ་ནེ་མི་མེད་རྣམ་གྲོལ་ཐད་ཀར། རླངས་འཁོར་ནང་ནས་ཡར་འཕུར་ནས་ཨ་ནེ་ཐད་ཀར་བར་རྣམ་གྲོལ་ཐང་ལ་རྣམ་གྲོལ་མང་པོ་འགྲིག་ཡ་ཡོད་པ་དེ་ལ་ཕར་བརྒྱབ་ནས་ད་དོགས་སུ་བྱུང་ཤག་དོགས་སུ། ད་འདི་ལ་ཡང་ལྷན་སྐྱེས་རྣམ་པ་ཞིབ་ཚགས་པོ་གོ་རིམ་མང་པོ་ཅིག་བརྒྱུད་ནས་ཞིབ་ཚགས་པོ་གི་འཆར་འགོད་ཅིག་བྱས་མེད་པ་ཡིན་ན་འདི་འདྲ་ཡོང་ཐུབ་གི་མ་རེད་ཟེར་ཐུབ། དེ་ནས་ཡུག་རེན་གྱིས་ཡུག་རེན་ཁོ་རང་ཚོའི་ས་ཆ་ནས་འདུག་ཟེར་ནས་རྒྱང་འཛིན་བསྣན་ནས་རྒྱང་འཛིན་སོང་རྒྱ་སྐད་ཀྱི་ཡའོ་ཁུང་ཟེར་གྱི་ཡོད་རེད་བ། ཡའོ་ཁུང་ཟེར་ཏེ། རྒྱང་འཛིན་རྒྱང་རིང་ནས་འདུག་ཟེར་ཚོད་འཛིན་བྱེད་ཡག་གི། མ་ལག་དེ་འདྲ་བསྣན་རྗེས་ཨ་ནི། ཨོ་རུ་སུ་གྱི་ནང་འཁོར་ནས་ཨ་ནི། མི་མེད་རྣམས་ཀྱི་དུས་སུ་ཡང་འཕུར་ནས་ཨ་ནི། ཨོ་རོ་སུ་གི་གནམ་གྲུ་ཐང་ལ་བརྒྱབ། ཨོ་རོ་སུ་གི་གནམ་གྲུ་ཐང་ལ་ལྷན་རྒྱས་རྣམ་པ་ཚོས་ལྟོ་གུར་ཐང་གཅིག་གི་གནམ་གྲུ་ལྟོ་གུར་ཐང་གཅིག་གི་གནམ་གྲུ་ཟེར་ན། གནམ་གྲུ་རེ་རེ་ལ་པའི་སྒོར་མོ་དུང་ཕྱུར་མང་པོས་གི་རན་པ་ཡིན་མཁན་གྱི་གནམ་གྲུ་ངར་ཤོས། དེ་ཡང་དམག་གི་ཆེད་སྤྱོད་ཀྱི་ཆེད་ལས་ཀྱི་བེད་སྤྱོད་བཏང་ཡག་གི་གནམ་གྲུ་ཡིན་པ། ཨ་ནི་གནམ་གྲུ་དེ་ཚོ་ལ་ཡ། མདའ་སྔ་མོ་ཁུར་ནས་བར་སྣང་ཁང་ལ་འཕུར་ཡོང་ནས་ཐག་རིང་པོ་ལ་འཕུར་ནས་ཡུག་རིང་དང་དེ་ཚོར་འདུག་ཟེར་ནས་མདའ་རྒྱག་ནས་སྒྱོགས་རྒྱག་ནས་དེ་ནས་ཚུར་འཕུར་འགྲོ་མཁན་ད་དེ་ལ་ལྟོ་གུར་དང་གཅིག་གི་གནམ་གྲུ་ཟེར་ལྟོ་གུར་གནམ་གྲུ་ཟེར། ལྟོ་གུར་གནམ་གྲུ་ཟེར་དེ་རྒྱ་སྐད་ཀྱི་ཧུང་ཀྲ་ཅི་ཟེར་བ་དེ་འདྲའི་དེ་ལབ་གི་ཡོད་འདུག་ད་དེ་འདྲའི་གི་གནམ་གྲུ་མང་པོ་ཅིག་ཨུ་རུ་སུ་གི་བཞག་བཞག་ཡོད་ས་ལ་ནི་ཡུག་རིང་གི་མི་མེད་གནམ་གྲུ་དེ་ཚོ་བརྒྱབ་ནས། མི་མེད་གནམ་གྲུ་གི། ཨུ་རུ་སུས་ཀྱི་གནམ་གྲུ་བཞི་བཅུ་ཞེ་གཅིག། ཟེར་གྱི་འདུག་ལྷན་རྒྱས་རྣམ་པས་གནམ་གྲུ་བཞི་བཅུ་ཞེ་གཅིག་གཏོར་ཡོད་ཟེར་གྱི་འདུག་ཡུཀ་རེན་རྒྱལ་ཁབ་ཀྱི་སྲིད་འཛིན་ཛེ་ལན་སི་ཀི་གིས་མདའ་དགོང་བརྙན་ལམ་ནས་ཁྱབ་བསྒྲགས་བྱས་ནས། ད་རེས་ང་ཚོ་ཡུཀ་རེན་གྱི་གཟི་བརྗིད་ལྡན་པའི་གྱི་ཉིན་མོ་ཅིག་ཡིན། ང་ཚོས་འདས་པའི་ལོ་གཅིག་དང་ཕྱེད་ཀ་ལ་འཆར་གཞི་བཀོད་ནས་གྲ་སྒྲིག་བྱས་པའི་མི་མེད་རྣམ་དྲུག་གི་བསྟོད་བཀུར་ཆེན་པོ་དེ་དེ་རིང་བཏང་བ་ཡིན། དེ་རིང་ང་ཚོས་གིས་མི་མེད་རྣམ་དྲུག་གི་བསྟོད་བཀུར་བཏང་ས་དེ་ཨོ་རུ་སུ་གིས་བསྟོད་བཀུར་བཏང་རྗེས་ཀྱི་གནམ་གྲུ་བཞི་བཅུ་ཞེ་གཅིག་སྒང་ལ་བརྒྱབ་ཡོད། ཨོ་རུ་སུ་གིས་བསྟོད་བཀུར་བཏང་རྗེས་ཀྱི་གནམ་གྲུ་བཞི་བཅུ་ཞེ་གཅིག་དེ་གིས་འདས་པའི་གི་ལོ་གཉིས་གསུམ་གཅིག་གི་ནང་དུ་ཁོང་ཚོ་ཨུ་རུ་ས་ཆ་ནས་འཕུར་ཡོང་ནས་ང་ཚོ་ཡུག་རེན་གི་ས་ཆ་ལ་འཕུར་ཡོང་སྟེ་ཡུག་རེན་གི་མང་ཚོགས་དཀྱུས་མ་ཚོས་གི་ཁང་པ་ལ་ལྟོ་སྐོར་དང་ཡུག་རེན་གི་བྱིས་པ་ཆུང་ཆུང་དང་བུད་མེད་དང་བཅས་པ་ཐམས་ཅད་ལ་ལྟོ་སྐོར་བཏང་ནས་བསད་དེ་འདྲས་བྱུང་བ་རེད། ཨ་ནི་ད་རིས་ང་ཚོས་གི་ལོ་གཅིག་དང་ཕྱེད་ཀ་ལ་ཆ་རྒྱུས་བསྐོས་ནས། དེ་ནས་དེ་རིང་ཡུཀ་རེན་གྱིས་ཨུ་རུ་སུ་གྱི་གནམ་གྲུ་ཐང་ལ་གཏོར་རྒོལ་གནམ་གྲུ་ཐང་བཞི་ལ་གཏོར་རྒོལ་བཏང་བ་རེད། མི་མེད་གནམ་གྲུ་གཏོར་རྒོལ་བཏང་བ་གི་དོན་དག་དེས་ལེགས་འགྲུབ་བྱུང་བར་མ་ཚད། གནམ་གྲུ་བཞི་བཅུ་ཞེ་གཅིག་ཙམ་ཅིག་གཏོར་ཡོད། ད་རེས་གནམ་གྲུ་གཏོར་བ་བཞི་བཅུ་ཞེ་གཅིག་དེ་ཨུ་རུ་སུ་ལ་ཆ་བཞག་ན་གནམ་གྲུ་དེ་འདྲའི་ངར་ཤུགས་ཀྱི་གིས་བརྒྱ་དང་ཉི་ཤུ་ལྷག་ཙམ་ཞིག་མ་གཏོགས་ཡོད་མ་རེད། དེ་མེད་པ་ཡིན་དུས་གནམ་གྲུ་དུམ་བུ་གསུམ་བྱས་ཏེ་དུམ་བུ་གཅིག་གཏོར་བྱས་ཡོད། ཨུ་རུ་སུ་གྱི་ལྟོ་སྒོར་ཐང་གཅིག་གི་གནམ་གྲུ་སུམ་ཆ་གཅིག་དེ་ཡུག་རེན་གྱིས་གཏོར་བྱས་ཡོད། འདི་ལྟ་བུའི་གྱི་གྲུབ་འབྲས་དེ་ཡུག་རེན་གྱི་རྒྱལ་སྲུང་ལས་ཁུངས་དང་ཡུག་རེན་གྱི་གསང་བའི་ལས་ཁུངས་ཀྱིས་ལག་བསྟར་བྱས་པ་དང། ཡུག་རེན་གྱི་སྲིད་འཛིན་ང་རང་རང་ཉིད་དངོས་སུ་དེའི་ནང་ལོགས་ཞུགས་ནས། དུ་བྱས་པ་ཅིག་ཡིན། ང་ཚོས་འདི་ལྟ་བུའི་གྱི་ལག་ལེན་ལ་བསྟར་ནས་རང་གི་རྒྱལ་ཁབ་རང་གི་མི་རིགས་སྲུང་སྐྱོབ་བྱས་པ་དང། རང་གི་ས་ཁོངས་བདག་དབང་སྲུང་སྐྱོབ་བྱས་པ་རེད། ང་ཚོས་འདས་གསན་པའི་གྱི་ཟླ་ངོ་གཉིས་ཀྱི་གོང་ནས་ཨུ་རུ་སུ་ལ་ཨ་མི་རི་ཀས་གྱི་བཏོན་པའི་འཆར་གཞི་དེ་བཤད་ནས། ཟླ་བ་གཅིག་ལ་ཨུ་རུ་སུ་དང་ཡུཀ་རེན་ཆ་རྐྱེན་མེད་པའི་ཐོག་ནས་དམག་འཁྲུག་མཚམས་འཇོག་བྱེད་དགོས་ཟེར་ནས་བཤད་པ་རེད། ཨུ་རུ་སུས་ཀྱིས་ཁས་ལེན་བྱས་མེད་པ་རེད། ཨུ་རུ་སུའི་སྲིད་འཛིན་གྱིས་ད་དུང་ཨུ་ཚུགས་བརྒྱབ་ནས་ད་ལྟའི་བར་དུ་དམག་འཁྲུག་རྒྱུན་འཁྱོངས་བྱས་པ་རེད། རྒྱུན་འཁྱོངས་བྱས་པའི་མཇུག་འབྲས་དེ་ལ་ད་རེས་ཡུཀ་རེན་གྱི་དམག་མི་ཚུལ་གྱིས་གྲུབ་འབྲས་ཆེན་པོ་བྱིན་གྱིས་དོན་དག་འདི་འདྲའི་ཅིག་བྱུང་པ་རེད། འོ་ད་དེ་འདྲའི་འདྲ་བོ་གི་རྣམ་པ་ཅིག་ད་ཁོ་རང་གི་ད་ངས་ཚིག་རེ་རེ་རེ་ཇི་མ་ཇི་བཞིན་དྲན་གི་མི་འདུག་ཨ་ལྷན་རྒྱས་རྣམ་པ་ཚོས་སྟོབས་བདེ་བོ་བྱས་ནས་ཡུག་རེན་སྲིད་འཛིན་གི་དེ་འདྲའི་ཅིག་བཤད་ཤག་འོ་ཡ། ད་དེ་ནས་ཁོ་རང་ཚོས་གི་བཤད་གི་འདུག་ཡུག་རེན་སྲིད་འཛིན་ཁོ་རང་གི་འགོ་ཁྲིད་ཨ་ནི་གསང་བའི་ལས་ཁུངས་དང་རྒྱལ་སྲུང་ལས་ཁུངས་ཚོས་གི་ལག་ལེན་བསྟར་ནས་ད་ལོ་གཅིག་ལ་ཕྱེད་ཀ་ལ་གྲ་སྒྲིག་བྱས་ཡོང་དུས་ད་ད་དེ་འདྲའི་གི་བྱ་གཞི་བཀོད་ཐུབ་པ་རེད་ཟེར་གི་འདུག།

ཡིན་ན་ཡང་ཡུག་རེན་གྱི་མི་མེད་གནམ་གྲུ་མ་གཏོར་གི་ཡོད་མི་མེད་གནམ་གྲུ་གི་གནམ་གྲུ་གཏོར་གི་ཡོད་པ། གནམ་གྲུ་གཅིག་འབར་གཉིས་འབར་གསུམ་འབར་བཞི་འབར་གནམ་གྲུ་མང་པོ་ཀྱི་མེ་འབར་ནས་འགལ་ནས་དེ་འདྲས་བྱེད་ཀྱི་ཡོད་པ་དང། ཨ་ནེ་གནམ་གྲུ། མི་མེད་གནམ་གྲུ་ཁོ་རང་གི་འདུག་ཟེར་གནམ་གྲུ་གང་ལ་མ་འདུག་ཟེར་རྒྱག་འགྲོ་གི་ཡོད་པ་དང་དེ་འདྲས་ཀྱི་རྙིང་མང་པོ་ཀྱི་ཡུག་རེན་གྱི། བརྟེན་ནས་ནི་ཁྱབ་བསྒྲགས་བྱེད་ཞིང་དུ་དྲ་ཐོག་ལ། དེ་ཚོ་ལ་བརྟེན་ནས་ཉིན་གཉིས་རང་གི་ཐོག་ནས་མ་མཐའ་ཡང་གནམ་གྲུ་བཅུ་བརྒྱད་དགུ་གཅིག་ལ་མེ་འབར་གྱི་ཡོད་པའི་གི་རྣམ་པ་དེ་མཐོང་ཐུབ་ཡོད་པ་དེ་འདྲ་རེད་འདུག་ཟེར་གྱི་འདུག་དེ་ད་དུང་དེ་ལས་གཞན་པའི་རྙེན་ཐང་ཡོད་རྒྱུ་རེད་བ། དེ་འདྲ་རེད་ཡོང་ད་ཨོ་རུ་སུ་གིས་ཨོ་ང་ཚོས་གནམ་གྲུ་གཏོར་མ་སོང་ཟེར་ནས་ད་རྫུན་བཤད་དགོས་ན་བཤད་ས་མེད་པ་འདྲ་བོ་ཅིག་ཆགས་ཤག་ཟེར། དེ་ནས་ཨོ་རུ་སུ་གིས་གནམ་གྲུ་ཁ་ཤས་ཀྱི་གཏོར་སོང་ཟེར་དེ་འདྲ་ཅིག་ཁས་ལེན་གྱི་འདུག་གནམ་གྲུ་གཏོར་སོང་ཟེར། གནམ་གྲུ་གཏོར་བ་ཚང་མ་ལ་ད་མདོར་བསྡུ་ན་ཁ་སང་ཉི་མ་གཅིག་གི་སྤམ་འགྱུར་གྱི་འབྱུང་ཁུངས་དེ། ཨ་སྒོར་དུང་ཕྱུར་བདུན་ཅུ་ཟིག་གི་འདུག་ཁ་ཤས་ཀྱིས་ཁ་ཤས་ཀྱིས་དུང་ཕྱུར་ཉི་ཤུ་ཟིག་གི་འདུག་ལན་གྱི་རྣམ་པ། འོ་ད་དེ་འདྲའི་ཚ་གཅིག་གི་ཉི་མ་གཅིག་གི་འབྱུང་ཁུངས་དེ་དེ་འདྲ་ཆགས་ཤིག་ཡིན་པ་མ་ཚད། དམག་འཁྲུག་ཡུག་རེན་དང་ཨུ་རུ་སུ་གཉིས་དམག་འཁྲུག་བརྒྱབ་ནས་ད་ལྟའི་བར་དུ་ད་ཨུ་རུ་སུ་ལ་ད་ནི་གཅིག་འབྱུང་ཁུངས་ཚབས་ཆེ་ཤོས་དེ་ད་བརྩི་དགོས་ཡ་གཅིག་རེད་ཤག་ཟེར་གྱི་འདུག། ཨོ་ཡ། ད་འདི་གི་དོན་དག་དེ་སླད་ཡོང་དུས་ལྷན་རྒྱས་རྣམ་པ་མི་མང་པོ་གཅིག་དོགས་པ་ཟག་ཨ། ཨུ་རུ་སུ་རྒྱལ་ཁབ་ཟེར་དེ་འདྲ་རྒྱལ་ཁབ་ཆེན་པོ་དཔལ་འབྱོར་ནག་པོ། འཕྲོ་ཆ། དཔལ་འབྱོར་ནག་པོ་མ་འཕྲོ་ཆ་ནག་པོ་ཡིན་ཟེར་གི་རེད། ད་ཁོང་ཚོས་གི་ག་རེ་ཟེར་ན། ཡུག་རེན་གི་མི་མེད་གནམ་གྲུ་དེ་ཚོ་དེ་འདྲའི་སྐྱེལ་འདྲེན་བཟོ་ཨ་ནི་ས་གནས་ལྟ་བ་ལ་བཞག་རླངས་འཁོར་ནང་ཡན་ཆོད་བཞག་ནས། ཨ་ནི་ཐམས་ཅུག་འབར་དགའི་མ་ཡོང་གི་བར་དུ། ཧ་མི་གོང་གི་བཀའ་འགོག་བྱེད་མི་ཐུབ་གི་ཨ་འདྲས་གི་སྐྱོ་བ་ལ་ཟེར། དེ་གཅིག་རེད། གཉིས་པ་ནི་མི་མང་པོ་གཅིག་ཡུག་རེན་ཟེར་ཏེ་རྒྱལ་ཁབ་ཆུང་ཆུང་གཅིག་རེད་མི་ཉུང་ཉུང་གཅིག་རེད་ཨུ་རུ་སུ་དང་བསྡུར་ས་ཡོད་མ་རེད་ཡིན་ན་ཡང་ཁོང་ཚོས་ཀྱིས་ཨུ་རུ་སུ་ཟེར་རྒྱལ་ཁབ་ཆེན་པོ་འདི་གི་འོ་དེ་འདྲའི་གི་ཐོག་ལ་འདི་འདྲའི་ངར་མོ་རྒྱག་ཐུབ་ཀྱི་འདུག་ད་ན་ཉིན་ནས་ད་ལྟའི་བར་དུ་ཡུག་རེན་གྱི་དེ་འདྲའི་ཞིབ་ཚགས་པོའི་གི་འཆར་གཞི་བཀོད་ཀྱི་རྒྱབ་བཞག་པའི་དོན་དག་མང་པོ་ཅིག་བྱུང་སོང་བ་དེ་འདྲས་ཅིག་བྱུང་པོ་རེད།